བོད་ཀྱི་ཡུལ་འདིར་འགྲོ་བ་མིའི་རིགས་བྱུང་བ་ནས་དཔེ་བརྩམས་ཏེ་ཕྱིས་ཀྱི་དུས་རབས་མི་འདྲ་བ་མང་པོའི་རིང་ལ། རང་གི་ཁྱད་ཆོས་ལྡན་པའི་ཐུན་མིན་གྱི་རིག་གནས་མང་པོ་ཞིག་ཀྱང་རང་བཞིན་གྱིས་བྱུང་མྱོང་ཞིང། མི་རིགས་ཀྱི་བླ་སྲོག་ཏུ་གྲུབ་པའི་ཡི་གེ་ནི་དེའི་ཁྲོད་ཀྱི་གཅིག་རེད། སྤྱིར་བོད་ཀྱི་ཡི་གེའི་ཐོག་མའི་བྱུང་ཚུལ་ཐད་ལ་ལོ་རྒྱུས་དེབ་ཐེར་སྔ་མ་རྣམས་སུ་བཞེད་དགོངས་མི་འདྲ་བ་སྣ་ཚོགས་ཡོད། གང་ལྟར། ལོ་རྒྱུས་ཀྱི་འཕེལ་རྒྱས་དང་དུས་ཀྱི་འགྱུར་བའི་ཁྲོད་ནས་ང་ཚོས་ད་ལྟ་སྤྱོད་བཞིན་པའི་བོད་ཀྱི་ཡི་གེའི་གཟུགས་འདི་ལའང་འགྱུར་བ་སྣ་ཚོགས་ཤིག་བྱུང་ཡོད་པར་མ་ཟད། བྱིས་རྒྱབ་མཁས་དབང་རིམ་བྱོན་ཐམས་ཅན་གྱིས་ཡི་གེའི་གནའ་བབས་སྒྱུ་རྩལ་ལག་རས་གཞི་དང་པོར་བཞག་སྟེ་འབྲི་ཚུལ་ལ་གཙིགས་སུ་བཟུང་བའི་བྲིན་གྱིས་དབུ་ཅན་དང་དབུ་མེད་ཀྱི་འབྲི་སྲོལ་སྣ་ཚོགས་དང། ཡིག་མཁན་རྣམས་གྲགས་ཅན་ཡང་གང་མང་བྱུང་སྟེ་བོད་ཀྱི་བྲིས་གཟུགས་སྒྱུ་རྩལ་གྱི་འཕེལ་རྒྱས་ཐད་ལ་གསོབ་ཏུ་སྨད་པའི་མཛད་རྗེས་བཞག་ཡོད།

སྡེར་ནང་ས་བྲིས་ཟེར་བ་ནི་ངག་རྒྱུན་དུ་རྒྱལ་བོའི་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་ལོ་ཙཱ་བ་ཆེན་མོ་བེ་རུ་ཙཱ་ན་ཁམས་ཕྱོགས་སུ་བཞུགས་ཏེ་རང་གི་མྱུ་གུ་ནམ་མཁར་འཕངས་ཏེ། མ་འོངས་པར་མྱུ་གུ་འདི་སུ་དང་འཕྲད་ན་དེས་བདག་གི་བྲིས་རྒྱུན་འདི་རྩོད་མེད་དུ་ཤེས་པར་ཤོག་ཅེས་ཐུགས་སྨོན་མཛད་པ། བྱིས་གསབ་ས་ངན་ལ་མ་ནོར་བར་བསྟན་འཛིན་བྱེད་པའི་ཕྱག་ཏུ་བསྟན་མཚན་ནག་བཟང་པོའི་དང་བཅས་འབྱོར་ནས་འཕྲིན་ལས་ཁྱད་པར་ཅན་གྱི་དབུ་མེད་བཟའ་མའི་བྲིས་ཚིག་བྱུང་བ། ཁམས་ས་ངན་གྱི་ཡུལ་དེར་དར་ཁྱབ་བྱུང་བ་ལ་མིང་ཡང་ས་བྲིས་སུ་ཐོགས་པ་དང། བྱིས་གསབ་མགོ་ལོག་སྡེར་སྣང་གི་ཡུལ་དུ་དར་ཁྱབ་བྱུང་བ་ལ་སྡེར་སྣང་ས་བྲིས་ཞེས་ཐོགས་པར་བཤད། ས་ངན་བླ་མ་བསྟན་འཛིན་གྱི་སློབ་མ་ཡིན་ན་ཀ་ཐོག་བྱམས་ལ་དུ་བ་ཚང་རེད། ཀ་ཐོག་བྱམས་ལགས་ཀྱི་སློབ་མ་ག་ད་རིམ་པ་འདྲ་ཡིན་ན། ད་མགོ་ལོག་ཡུལ་གྱི་ད་བྷ་ར་ཀ་ཐོག་གི་གྲྭ་ས་སོང་ནས། དེ་གི་འཇམ་ལ་རྟ་འཛིན་བཟས་ཀྱི་དུ། ད་ཀ་ཐོག་གྲྭ་ས་སོང་འདུག་དེ་ནས་ནི་དཔེ་ཆ་བཞེངས་ཞོར་དུ་དེ་ཀ་ཐོག་ལྕམ་ལིའི་མདུན་ནི། དེ་གི་དེ་ནི་ད་ས་བཀྲིས་འདི་བཞེངས། ས་བྲིས་ཕུར་དུ་བྱུང་བ་བཞེངས་འདུག་གཤིས་དེ་ནས་ཚེ་རབས་གཞོན་གྱི་དབང་དུ་རང་རང་གི་ཡེར་ར་ཚེ་རབས་གཞོན་འདུག་དག་གི་དེ་རིམ་པ་བཞིན་དུ་དག། མགོ་ལོག་གི་ཡེར་ཟེ་གོས་ན་འདྲ་དུ་སྡེ་ནང་གི་ས་ཆ་དེ་རིམ་པ་བཞིན་དུ་དར་དབང་དུ་དག་གཟུགས་ཀྱི་སྡེ་ནང་ས་བྲིས་ཉང་གཏུམ་མོ་ཟི་ཐོག་སོང་ཟི།
རྨ་ཡུལ་སྡེར་ནང་དགོན་གྱི་གདན་རབས་དང་སྡེར་ནང་ས་བྲིས་ཀྱི་ལོ་རྒྱུས་རྦྲིས་མཛོད་ལས། ད་ལྟའི་རྨ་ཡུལ་སྡེར་ནང་དགོན་ནི། སྔོན་ད་ལྟའི་པད་མ་རྫོང་ཁོངས་བང་རོལ་གྱི་ས་ཆ་ཞིག་ཏུ་ཡོད་ཅིང། དེ་ནི་སྤྱི་ལོའི་ཆིག་སྟོང་བདུན་བརྒྱ་བརྒྱ་ལྔ་ལོར་སྡེར་རྒྱབ་བླ་མ་ཡོན་ཏན་རྒྱ་མཚོས་མཆོག་གིས་གསེར་དུ་ཕྱག་བཏབ་བྱས་པ་ཡིན་ལ། རྗེས་སུ་ཡུལ་དེའི་ས་ཆའི་གནས་སྤོར་གྱི་སྟབས་དང་བསྟུན་ནས། རྨ་ཡུལ་དེར་ནང་དུ་གནས་སྤོས་ཏེ་དེར་བྱང་རྒྱས་པར་བསྐོ་ཡོད་པ་ལྟར། ས་བྲིས་ཀྱི་དབང་དུ་བྱས་ན་ས་ངན་བླ་མ་ནོར་བུ་བསྟན་འཛིན་ནས་ད་ལྟའི་བར་བྲིས་རབས་དབུ་འབྱེད་བྱས་མྱོང་པ་དང། ཀ་ཐོག་ལྕམ་ལའི་སློབ་མ་འཇང་བླ་མ་བསྟན་འཛིན་ནས་སྡེར་ནང་གི་ཡུལ་འདིར་དར་ཏེ་སྡེར་ནང་རང་ས་ནས་བྲིས་རབས་བྲིས་ལྷག་བྱས་མྱོང་པས་བྲིས་འདི་ནི་ད་ལྟ་ཡུལ་འདིའི་དམངས་ཡོངས་ཀྱིས་སྦྱངས་པའི་ཤེས་བྱ་ཞིག་ཏུ་ཆགས་ཡོད། འོ་དེ་ནས་ད་བདེ་ན་ཟབ་ཅིག་འདི་ཟིན་ན་གནར་སྔ་མོ་འདི་ཟིན་ན་འཇང་ལགས་ཀྱི་རང་ཚུར་ར་ནང་འདྲེན་ཡོད་དགོངས་འདུག་དེའི་སྐབས་འདི་ཟིན་ན་བདེ་ན་ཟབ་ཅིག་འདི་གཙོ་ཆེ་བ་དུ་ད་གྲྭ་བ་དང་ནི་བླ་སེར་གྱི་བཟུང་གྱི་དགོངས་འདུག་ད་དེ་གི་འདོན་ཆེ་གི་སྐོར་གྲོས་ཀྱི་འདི་འདྲ་ད་སྤྲོར་ཆེ་བ་ངོ་མ་དུ་དུ་མི་འདྲ་ཡིན་ལྟར་དེའི་ཚུན་ཆོད་ནི་ད་དེ་རང་སང་ཉིན་དབང་དུ་བཏང་ན་ད་འཁྲུངས་བ་གི་དབང་དུ་བར་ཆད་རིགས་མང་གཉིས་གྲ་འཁྲུངས་བ་གི་དྲི་བ་གི་མང་གཉིས་ད་ཡང་ཅིག་གྲྭ་བ་གི་སྐོར་སྐུ་མྱོང་ཉིན་རེ་འདྲ་ད་དུང་མོ་ཟི་རེད།
སང་ཉིན་བླ་མ་ནོར་བུ་བསྟན་འཛིན་དང་དཀའ་ཐོག་ལྕམ་ལྷ་གཉིས་ནི་ས་ཁྲའི་ཆེད་དུས་རབས་དང་པོ་དང་གཉིས་པ་ཡིན་ཞིང། དུས་རབས་གསུམ་པ་དར་ནང་གི་འཇང་བླ་མ་བསྟན་འཛིན་དཀའ་ཐོག་ལྕམ་ལས་སྐུ་མདུན་དུ་གྱུར་ནས་གྲོས་འདིར་ཆེད་དུ་སློབ་སྦྱོང་བྱས་ཤིང། ཕྱིས་སུ་སྡེར་ནང་ས་ཆར་ནང་འགྲེམས་བྱས་ཏེ་དར་ཞིང་བསྐྱེད་པའི་མགོ་བརྩམས། དེ་ནས་རིམ་བཞིན་གྲི་རབ་བཞི་བ་ཁྲག་སྙན་གྲགས་དང། གྲི་རབ་ལྔ་བ་བྱ་བླ་མ་འོད་གསལ་རིག་པའི་རྡོ་རྗེ། གྲི་རབ་དྲུག་པ་བློ་གྲོས་ཀ་དག་ཡེ་ཤེས། གྲི་རབ་བདུན་པ་ཁྲ་འཕེལ་གྲགས། གྲི་རབ་བརྒྱད་པ་ཁྲབ་མཆོག་རིགས་བཅས་ཀྱིས་སྔར་ལས་དར་ཞིང་བསྐྱེད་པར་མཛད་ཅིང། ད་ལྟའི་བར་དུ་དྲིལ་སྒྲུབ་དབུ་སྐྱེལ་བཞིན་འདུག། བྲིས་པ་ངག་དབར་རྒྱ་མཚོ་ལ་མཚོན་ན་དྲིལ་སྒྲུབ་བདུན་པ་པད་གྲགས་ཀྱི་སློབ་མ་རེད། དགེ་རྒན་གྲྭ་པ་བཀྲག་ཚང་ངོས་ང་ལོ་གཉིས་ཀྱི་སྲབ་གདང་གི་གོང་ཐོག་ནི་བསྟན་སྐྱེས་དབང་དུ་སོན་ཆོས་ནི་ངས་བལྟས་ན་གསར་བྲིས་རྟགས་མ་རིང་མོ་མ་གོང་རུ་དགེ་རྒན་གྱི་ཆི་བའི་ཁྲི་དང་ཏིལ་ལྟར་དུ་རང་སྐད་ན་སྤྲོས་འཇོག་དུམ་བུ་བྲིས། བོད་ཀྱི་ཡིག་གཟུགས་ལ་སྤྱིའི་ཆ་ནས་བོད་ཅན་དང་བོད་མེད་གཉིས་ཟབ་པས་ཤིང། བྱེ་བྲག་ཡུལ་དང་བྲིས་མཁན་མི་འདྲ་བ་ལ་བརྟེན་ནས་མིང་གི་འདོགས་སྟངས་སམ་དབྱེ་བའང་བརྒྱ་ཕྲག་ལྷག་ཡོད་པར་བཤད། དེ་དག་རེ་རེ་ལའང་རང་རང་གི་ཁྱད་ཆོས་རེ་ཡོད་སྲིད་ལ། དེར་སྣང་ས་བྲིས་ལའང་དེ་མཐུན་གྱི་ཁྱད་ཆོས་མི་འདྲ་བ་ཡོད། ད་དེ་སྣང་ས་བྲིས་ཡིན་ན་དེ་གི་བྲིས་རྒྱུན་འཛིན་བྱེད་མ་བྱེད་བཞིན་རྐྱང་ཁྱེར་བོ་ནས་བྲིས་དུམ་བེ་བྲིས་ཏེ

ཡིག་གཟུགས་ཤུགས་འགྲོ་བ་ལ་མྱུ་གུ་དང། ཤོག་བུ། སྣག་ཚ། སྣག་སྐོམ་བཅས་ནི་མེད་དུ་མི་རུང་བའི་ཡོ་བྱད་བཞི་ཡིན་ལ། སྡེར་ནང་ས་བྲིས་ལ་མཚོན་ན་སྔོན་ཆད་ནས་མྱུ་གུ་དང་སྣག་ཚ་ནི་རང་གིས་བཟོས་ཏེ་བེད་སྤྱོད་གཏོང་བཞིན་ཡོད་ལ། དུས་ད་ལྟ་ཤོག་བུའང་ཁོ་ཚོས་རང་ཉིད་ནས་བཟོས་ཏེ་བཀོལ་སྤྱོད་བྱེད་བཞིན་ཡོད། དེར་བརྟེན་གྱི་ཁོ་ཚོའི་རིགས་གཟུགས་ལ་གཞན་དང་མི་མཐུན་པའི་ཁྱད་ཆོས་ཡོད་པར་མ་ཟད། ཁོ་བོ་དང་མྱུ་གུ་སོགས་གང་ཡིན་ཡང་བཟོ་སྟངས་ཐུན་མོང་མ་ཡིན་པའི་ཁྱད་ཆོས་མངའ་བས། རིག་གནས་ཀྱི་མ་ལག་ཆ་ཚང་ཞིང་སྤུས་དག་པ་མིག་ལ་མཚོན་བ་ཤ་སྟག་སྟེ། གོང་སྨོས་ཐུན་མིན་གྱི་ཆ་རྐྱེན་དེ་དག་འཛོམས་པའི་ཐོག་ནས་བསླབ་ན་ཐོག་མར་སློབ་སླ་བ་དང། ཕྱི་ཕྱིར་གྱི་འཇུག་དཀའ་བ། བལྟས་ན་དཀར་ནག་གི་ཆ་ཚད། མྱོང་པ། འཇལ་ཚེ་ཡིད་དབང་ཅིག་ཅར་འཕྲོག་ཐུབ་པ་བཅས་འབུར་མཐོན་གྱི་ཁྱད་ཆོས་དགུ་ཀུན་ནས་ཚང་བས། བྲིས་གཟུགས་འདི་ཡབ་བྲིས་དཔེ་གང་ལ་མཇལ་བ་ཙམ་གྱིས་དག་གཙང་མཛེས་གསུམ་གྱི་ཁྱད་ཆོས་ཡོངས་སུ་རྫོགས་འདུག་ཅེས་བོད་ཁུལ་གྱི་གནའ་དེང་གི་མཁས་དབང་དང་ཡིག་མཁན་དུ་མས་བསྔགས་བརྗོད་ཀྱི་མེ་ཏོག་གི་ཕྲེང་བ་རབ་དང་རིམ་པར་ཕུལ་མྱོང། དེ་ལྟར་ནགས་ཚལ་འདྲ་འདྲ་བཞིན་རྣ་ལྟ་གི་དེ་མར་མེའི་བྱ་ཁྱེར་འོང་འདུག་མར་མེའི་སྟེང་གི་མར་མེའི་ཐིགས་ཁྲག་རྡོ་གང་བ་ཆགས་བཅུག་འདུག་ད་དེ་ཕར་འདིར་ཁྱེར་འོང་འདུག་དེ་ཡག་པ་དེ་ཡང་རྣམ་པ་སྣ་ཚོགས་མི་ལྔ་ཟིག་གི་སྒོ་ནས་འདིར་དེ་གི་དེ་དམ་ཧྲི་ཁྱེར་འོང་འདུག་དམ་གི་ད་དམ་མི་ལྔ་ཟིག་སྣ་ཁ་མི་ལྔ་ཧྲི་ཁྱེར་ཚད་དང་རྡམ་བེ་ཁྱེར་འོང་འདུག་དམ་བེ་འདུག་དག་སོགས་ཀྱི་ཡི་གེ་བྲི་ཡི་གེ་བྲི་ཁྱེར་འོང་འདུག་དེའི་ཡི་གེ་དམ་དང་དམ་ནགས་ཚལ་ཚང་མ་དེ་ཚད་དེ་བཟོ་ཁྱེར་འོང་འདུག་ཡི་གེ་བྲིས་དང་ནི་དེ་ཡི་གེ་དེ་ཕྱི་ནང་བཞག་དང་ན

དེར་སྣང་ས་བཀྲའི་འདྲི་བྱེད་ཀྱི་ཡོ་བྱད་དག་ལ་འདི་ལྟའི་ཁྱད་ཆོས་ཡོད་པར་མ་ཟད། ཡི་གེ་འབྲི་མཁན་དག་ལ་མཚོན་ནའང་དེ་མཐུན་གྱི་ཆ་རྐྱེན་དང་རེ་བ་ཡོད་དེ། ལུས་ཀྱི་འདུག་སྟངས་ཐད་ནས་རྒྱུས་སྐར་རན་པའི་དྲི་བར་བྱ་རྒྱུ་ནི་གཙོ་ཆེ་སྟེ། ཧ་ཅང་རྐྱས་དྲགས་པའམ། ཡང་ན་མདུན་དུ་སྒར་དྲགས་ན་ཡི་གེའི་ལག་པོ་མི་འཁྱོང་བར་མ་ཟད་ལུས་པོར་གནོད་པར་བྱེད། མྱུ་གུ་འཛིན་པའི་ཚེ་ནའང་ལག་གཡས་གཡོན་གྱི་སོར་མོ་འོག་མ་གསུམ་ནང་དུ་བསྐུམ་སྟེ། ཐལ་མཛུབ་གཉིས་ཀྱིས་མྱུ་གུ་བཟུང་ཞིང་ཤིང་མཉམ་པར་ཕྱུང་ནས་འགྲོ་བ་ནི་འོ་དྲི་ལྕི་ཡུལ་ཁྱད་ཆོས་ཅན། ད་དུས་བཞིའི་ནང་ནི་སྟོན་ཁ་གི་མྱུ་གུ་བཙུག་གི་སར་སྒོག་ས་སར་སྐམ་ས་དུ་མུ་གུ་སྨྱུག་མ་འདི་བཏུ་ཁྱེར་འོག་ཏུ་སྟོན་ཁ་བཏུ་འོག་ཏུ་ད་གི་དེ་སྨྱུག་མ་འདི་བྱ་གི་ནང་བར་བཙུག་ད་གི་དེ་ནི་ད་ལྟར་རྫང་གི་ནང་རྦང

མྱུ་གུ་ཕབ་ཐུབ་པའི་ཚབ་མེ་རོའི་གཏུམ་མོ་བཟོ་དགོས་བྱ་ཁག་དེར། སྤྱི་ལོའི་ཉིས་སྟོང་དབུ་བརྒྱའི་ལོར་སྡེར་ནང་གསར་བརྗེས་རྒྱལ་ཁབ་རིམ་པའི་གཟུགས་འདས་ཤུལ་བཞག་རིག་གནས་ཀྱི་ཁྲོད་བཞག་ཅིང། འབྲེལ་ཡོད་གོང་རིམ་སྡེ་ཁག་གིས་བླ་ན་མེད་པའི་རྒྱབ་སྐྱོར་དང་རོགས་འདེགས་འོག་ཉིས་སྟོང་བཅུ་གསུམ་ལོར་སྡེར་ནང་དགོན་པའི་དགོན་ལོག་སྡེར་ནང་གསར་བརྗེའི་མཚན་ཐོའི་དབུས་ཀྱི་ལག་རྩལ་ཐོན་རྫས་སྤྱི་གཉེར་ཁང་ཞེས་པ་ཞིག་བཙུགས་ཏེ། བྲིས་གཟུགས་འདིའི་འཕེལ་རྒྱས་རྒྱུན་འཛིན་ཐད་ལ་དངོས་ཤུགས་དང། སེམས་ཤུགས་མང་པོ་བཏོན། ཁོ་མང་ལ་བསྟན་པའི་དགེ་མཚན་ཟེར་ཞིང་སྤྱི་གཉེར་ཁང་ནས་འགན་འཁུར་མི་སྣ་བསྐྱལ། ད་སྤྱི་གཉེར་ཁང་གི་རྩ་འཛུགས་ཡིག་གཙོ་བོ་ད་རྒྱུན་འཛིན་གྱི་ཕྱོགས་ནས་མཚོན་མཁན་བའི་ན་དགེ་རྒན་ནང་སློབ་མ་གཙོ་བོ་བཟུང་བ་ནི་རེད། ཧན་ཆོས་ནུས་དག་གི་གཙོ་བོ་ཆུ་ཚོད་རེ་རེའི་ནང་བྱེད་དགོས། ད་སྤྱི་གཉེར་ཁང་གི་ཁེར་གའི་ཐོན་རྫས་རང་བཞིན་ཅན་ཡིན་འདུག་གིས་ད་ཁེ་ལས་འདི་བསྒྲུབས། ད་དཔེར་ན་ཡིག་གཟུགས་བྲི་རྒྱུ་ད་ནི་དེ་ནས་འོག་ཤོག་ལས་རྒྱུ། སྣག་ཚ། མྱི་དགུ། ལ་སོགས་པའི་བརྡ། སློབ་གྲྭ་སོ་སོ་ན་འཁོར་རྒྱུ་དང་ད་ལྟའི་ནང་གསར་བྲིས་དང་ཡང་ན་འོག་གི་ཡིག་གཟུགས་སྒྱུ་རྩལ་ལ་སྒམ་ཁང་གི་མཛའ་ཤོད་པ་མང་བོ་ཟེར་གཏམ་ཤུགས་མང་ང་ལིས་སྣོད་འདྲ་བོ་ཡིན་འདུག་ཤེས་གང་འདུག་དོན་གྱི་ཡིས།
ཉིས་སྟོང་བཅུ་གསུམ་ལོ་ནས་བཟུང་བསྟན་པའི་རྒྱལ་མཚན་རྩོད་ཞེས་པའི་སྤྱི་གཉེར་ཁང་འདི། ས་གནས་ཀྱི་ཆེད་ལས་རིགས་རྒན་ཧོང་ཏེ་རྩ་འཛུགས་ཀྱིས་རྨ་ཡུལ་སྡེར་ནང་གི་དགོན་གྲོང་ཉེ་ཆར་ལ་འདི་ནས་ཡར་རྩིས་ཀྱི་ལོ་ངོ་ཉིས་ཆའི་རིང་ནས་ད་ལྟའི་བར་རྩ་བ་འབུས་ཤིང་རྩིས་མོ་བྱས་པའི་སྡེར་ནང་ས་ཁྲའི་གྱེར་རྒྱུན་འཛིན་པ་མང་པོ་གསོ་སྐྱོང་བྱས་ཤིང། ས་གནས་རང་གི་སྲོལ་རྒྱུན་རིག་གནས་འདི་ཉིད་རྒྱུན་འཛིན་གྱི་ཐད་ལ་སྔར་ལས་ཡངས་པའི་ལམ་ཁ་ཞིག་བསྐྲུན་ཡོད། ད་ལོ་བདུན་གྲྭ་བཙུན་གོ་རོ་གོ་ཞིང་གཉེར་ཁང་འདིའི་རང་དུ་བྱང་ཆེན་རིམ་པའི་རྒྱུན་འཛིན་གཅིག་དང་ནི་ཁུལ་རིམ་པ་གི་རྒྱུན་འཛིན་དགུ། དེ་ནས་རྫོང་རིམ་པ་གི་རྒྱུན་འཛིན་པ་ལྔ། བསྡོམས་པས་དར་རྒུད་གི་རྒྱུན་འཛིན་པ་བཅོ་ལྔ་འདྲ་ཟུར་བཅས་གྲངས་ཡིག་ཟུར། སྤྱི་གཉེར་ཁང་འདི་བཙུགས་པ་ནས་བཟུང་ལོ་རེ་བཞིན་ས་གནས་རང་གི་སློབ་མ་གཙོ་བྱས་སྡེར་ནང་ས་བྲིས་ལ་ནུས་པ་ཡོད་པའི་ཕྱོགས་ཡོངས་ཀྱི་སློབ་མ་མང་པོར་དུས་བཅད་ལྟར་ཡིག་གཟུགས་སློབ་ཁྲིད་བྱེད་བཞིན་ཡོད་ལ། སློབ་མ་འདི་དག་གི་ཁྲོད་ན་ལོ་ན་བཅུ་ཁ་ལས་སོན་མེད་པའི་བྱིས་པ་ལོ་ཆུང་དང་ལོ་ཉི་ཤུ་ཡས་མས་ཀྱི་ན་གཞོན། ད་དུང་དར་མ་སོགས་ལྷོ་བྲག་ཆུང་འབྲིང་འགྲིམ་བཞིན་པའི་སློབ་མ་དང། སྡེ་བའི་ནང་གི་མང་ཚོགས་དཀྱུས་མ་སོགས་མང་པོ་ཡོད་ལ། འདི་དག་ལས་སློབ་མ་རྣམས་ནི་ཡིག་གཟུགས་ལེགས་པོ་ཞིག་འབྲི་ཨེ་ཐུབ་ཀྱི་བསམ་པ་བཟུང་སྟེ་ཡོང་བ་དང། མང་ཚོགས་རྣམས་ནི་ཡིག་གཟུགས་རྒྱུན་འཛིན་དང་གཙོ་བོ་འདི་ལ་བརྟེན་ནས་དཔལ་འབྱོར་གྱི་ཡོང་སྒོ་འཚོལ་ཕྱིར་སྦྱོང་བཞིན་པ་ཞིག་རེད། མངའ་སྡེ་ན་ཚུད་ལོ་རབས་ལྔ་བའི་སློབ་མ་ཡིན། དག་ངའི་ས་པྲི་རྒྱང་དུ་ཁ་རུང་ལག་གཉིས་བསྒོར་སོང། དག་ང་མ་ཡིན་ན་ང་ས་པྲི་རྒྱང་དུ་གིལ་ཀ་གི་ད་ཟེར་གི། ད་ད་གིལ་ཀྲུ་ཤིག་གི། ང་རང་གི་དངོས་གནས་བསམ་བློ་བཏང་ན་ཚེ་གོ་རིམ་ངེས་ཅན་གྱི་ཚད་ལྡན་གྱི་སློབ་གྲྭར་འགྲོ་མ་མྱོང་ནི་ཉེས་ཤིག་ཡིན། ཡིན་ན་ཡང་ས་པྲི་འདི་ཡིན་ན། ང་རང་གི་དངོས་གནས་བསམ་བློ་བཏང་ན་དཔལ་འབྱོར་ཟས་ཀྱི་མེད་གི་དངུལ་འཚོགས་གཉིས་ཀྱི་ཕྱོགས་ནས་ཅིག་ཡིན། འཐུས་ཚང་དེ་ན་མི་ཆོག་ང་རང་གི་འཚོ་གི་མི་ཆོག་ཅིག་མེད་ནས་དུ་མུ་ཟི་ཡར་གྱི་འགྲོ་ཧོ་ནས་གང་དུ་མུ་ཟི་རེད། ད་བར་གི་ཅིག་ལས་ཀ་གཙོ་བོ་ན་འདྲ་བོ་ཡིན་སུ་ག་ནི། དེ་ནས་ཅིག་ཟབ་ཀྱི་འཇིབ་བྱང་ཡེ་ཀྱོ་རྣག་རྩ་དང་ནི་ཚ་ལ་སོགས་པ་དེ་ནས་ཅིག་སྙིགས་དབྱི་ལུས་སྟེང་འོག་ཤོག་ཟོར་སྟེང་ལ་སོགས་པ་ཅིག་ཐུགས་ཚང་ཟིག་ཏུ་འཇོག་གོ་སྔར་གྱི་ཚོགས་ཀྱི་ཅིག་འདི་བཞེངས་མཐའ་འོག་ནས་ཐ་དུང་གཟིགས་ཨ་ཐུང་འདི་ཡོ་ནི་དུང་གཟིགས་རེད།
ཁྲུ་མང་ལ་བསམ་གཏན་གསར་བཞེངས་སྡེར་ནང་ས་བྲིས་ཀྱི་ཁུལ་རིམ་པའི་གཟུགས་འདས་ཁུལ་བཞག་རིག་གནས་ཀྱི་རྒྱུན་འཛིན་པ་ཞིག་རེད། ཁོས་ཀྱང་གནས་འདི་ནས་ས་བྲིས་ལ་སློབ་སྦྱོང་བྱས་ཏེ་མཐར་ཕྱིན་ཞིང། ད་ལྟ་དར་ལག་རྫོང་མཐར་དུ་ཡོད་པའི་མི་རིགས་སློབ་ཆུང་དང་སློབ་འབྲིང་གི་ཡིག་གཟུགས་རིག་གཞན་ཞིག་ཡོད་ཟེར། ལོ་རེ་བཞིན་དབྱར་དགུན་གནང་གི་སྐབས་སུ་ཁོ་རང་སྡེར་ནང་དགོན་པར་ཡོང་སྟེ་སྔོན་གྱི་རིག་གཞན་དག་གི་མདུན་ནས་ས་བཀྲིས་ལ་སློབ་སྦྱོང་བྱེད་ཞོར་དུ་འདིར་ཡོད་པའི་ས་བཀྲིས་སྦྱིན་མཁན་དག་ལ་སློབ་ཁྲིད་བྱེད་ཀྱིན་འདུག། དེ་གི་ད་བར་འདྲི་ཟི་ཡིན་ན་ངས་དེ་གི་དར་ལག་རྫོང་གི་མི་རིགས་སློབ་འབྲིང་དང། དེ་ནས་རྫོང་མི་རིགས་སློབ་ཆུང་གི་ནང་བདེ་སྣང་ཟབ་ཁྲིད་ཀྱི་ཡིག་གཟུགས་འདི་སློབ་ཁྲིད་དེ་གོ་ནས་དུ་མ་ཟེར། ཟབ་ཁྲིད་ཞེས་པའི་བྲིས་གཟུགས་འདི་ཐོག་མར་དགོན་པ་ནས་དར་ཞིང། འདི་ཉིད་ལག་ལེན་བྱེད་མཁན་ཡང་ཐོག་མའི་དུས་སུ་གྲྭ་བ་ཡིན་པར་མ་ཟད། འདྲི་བྱའི་ནང་དོན་ཡང་རྒྱུན་སྤྱོད་ཀྱིས་དོན་ཆོ་ག་སོགས་ཀྱི་ཡི་གེ་ཡིན་པར་བཤད། ཡིན་ཡང་ད་ལྟ་མགོ་ལོག་ཁུལ་གྱི་རྫོང་སོ་སོའི་སློབ་གྲྭ་ཆུང་འབྲིང་དག་ཏུའང་བྲིས་འདི་ཁྱབ་བརྡལ་ལ་དྭངས་ཏེ་ལྷོ་བྲིས་ལྷོ་ཁྲིད་ཀྱི་གྲལ་དུ་བཞག་ཡོད་པས་བསྡུར་སྣང་ས་བྲིས་འདི་དགོན་པ་ནས་གྲོང་སྡེ་དང་དེ་ནས་སློབ་རར་ཕྱོགས་པའི་ངང་ཚུལ་བཟང་བོ་ཞིག་ཀྱང་གནས་འདིའི་འཁོར་ཡུལ་དུ་ཤར་ཡོད། སློབ་གསོ་སྡེ་ཁག་གི་བཀོད་སྒྲིག་ལྟར་ད་སྔ་འདིའི་རྫོང་གི་ཆུང་འབྲིང་སློབ་མའི་འཁོར་ཡུག་འདིའི་ཡིག་གཟུགས་ཁྲིད་ནས་སོང་འདུག་ད་ལོ་གསུམ། ལྷག་ད་དུང་བཟོ་འགོ་རུ་ཡོད་གི། ད་འདིའི་རང་དེར་བལྟས་འོ་ན་སློབ་མ་ཆོས་ཅིག་བྲི་གོ་ནོ་ཡིག་གཟུགས་ཀྱི་ཐད་ནས་ན་ཆོག་གི་སློབ་མ་ཁིར་ཆི་གིས་ཅིག་དགའ་ཕྱོགས་དང་བསམ་ཕྱོགས་ཀྱི་ངོ་ཐད་ནས་ན་སློབ་མ་ཆོས་ཡིག་གཟུགས་འདི་བྲི་རྒྱོ་ཞིག་གིར་དགའ་གོ་ནི། དེ་མུས་པ་སྤྲོ་གསུམ་འདྲ་བོ་ཡོད་གོ་ནི་དུ་མོ་ཟེར་རེད། གནའ་ནས་བཟུང་དེར་ནང་དགོན་པར་ཡོང་སྟེ་གསབ་གྲས་སྦྱིན་མཁན་གཙོ་བོ་ནི་གནས་འདིའི་མཐའ་འཁོར་གྱི་སེར་སྐྱ་མང་ཚོགས་ཡིན། ཡིན་ཡང་དུས་ད་ལྟ་ཡུལ་ལུང་བཞི་ནས་ཕྱིས་ཏེ་གནས་འདིར་ཡོང་སྟེ། ས་བྲིས་རུང་མཁན་ཡང་མི་ཉུང་བ་ཞིག་ཡོད་ལ། གསར་བུ་འདི་ནི་དེའི་ཁྲོད་ཀྱི་གཅིག་རེད། ང་ཡི་འཇིགས་སྣང་མཚོ་ལྷོ་ཆབ་ཆ་བའི་ངུ་མྱ་ང་གཏན་བཏུར་རྩིས་ར། དག་ང་ཆུང་དུས་ནས་ཀྱང་སློབ་གྲྭ་འཇོག་མ་མྱོང་དུ་མོ་འབྲོག་པ་ཟིག་ཡིན་དག། རང་གི་ཆུང་དུས་ནས་ལས་ཡང་གཅིག་རང་བྱུང་ཟིག་ན་ཆོག་གི་ཕྱོགས་ཡར་མར་ཡང་གཅིག་དགེ་རྒན་ག་ཆ་གི་ཆེད་དུས་འདི་ལས་ཡི་གེ་རྩ་གི་ཚིག་གཅིག་འདྲག་ལྷོག་ཅིག་དེར་ཤི་ནི་དུམ་ཟིག་ཡིན།

དེ་སྔ་ས་བྲིས་འདུག་ལྗང་ལོའི་རྒྱུ་མཚན་དུ་མི་ས་བྲིས་འདུག།
ཁོའི་མིང་ལ་སངས་གའི་དར་རྒྱས་ཟེར་ཞིང། སྡེར་ནང་ས་བྲིས་ཀྱིས་རྒྱལ་ཁབ་རིམ་པའི་གཟུགས་འདས་ཤུལ་བཞག་རིག་གནས་ཀྱི་རྒྱུན་འཛིན་པ་ཞིག་རེད། ཆུ་འགོ་གངས་ལ་གཏུགས་པའི་དཔེ་ཇི་བཞིན། བྲིས་པ་སངས་རྒྱས་དར་རྒྱས་ཀྱིས་ཀྱང་བསྡུར་སྣང་ས་བྲིས་ཀྱི་བྲིས་རིམ་བདུན་པ་ཕྲ་བལ་བྲག་ལག་རིགས་རྒྱུན་དུ་བསྟེན་ནས་བྲིས་འདི་ལ་སྦྱང་བ་ལྷུར་ལེན་བྱས་ཤིང། ད་ལྟ་ཁོས་མགོ་ལོག་ཁུལ་ཐོག་ན་བསྡུར་སྣང་ས་བྲིས་ཀྱི་བཞུགས་གཟུགས་ལ་དགའ་མོས་ཡོད་པའི་སློབ་མ་མང་པོ་སྐྱེད་བསྲིང་བྱེད་བཞིན་འདུག། ང་རང་གི་བྲིས་རྒྱང་ནས་བལྟ་བས་ན་ཐོག་དང་པོ་ང་གཅིག་སྐྱེ་ངན་གྲོགས་འཆར་མཛད་དེ་ནས་ང་རྣ་ཡི་སྨན་ཁང་ཟ་ག་སོང་ནས་སྐལ་བ་དེ་ནས་དགེ་རྒན་ཕྲ་སོང་ནས་དུ་མ་ལེན་ད་ལྟའི་སྐལ་བ་ང་ང་གི། སྔ་དྲོ་སྔ་དྲོ་ངང་གནམ་ཁབ་བརྒྱ་བཞག་ནས་ཕྱི་དྲོ་ཕྱི་དྲོ་ངང་བཀྲིས་བསྐྱངས་ནས་དུ་མ་ཡིན་དེ་ན་དགེ་རྒན་གྱི་གཏེར་ཁ་བ་དག་ཅིག་རང་རང་གི་སྡུག་རུས་བཞག་ནས་ན་ཁོང་གི་རྩ་སོང་དེ་མ་གཏོགས་དག་ཅིག་ཡང་ཉིན་ཆ་རེ་ཡོང་ན་འདྲ་འདྲ་ཉིན་ཆ་རེ་མ་ཡོང་ན་འདྲ་དུ་མ་ཡིན་ནས་ན་ད་རང་རོགས་པ་གཉིས་སྐབས་ལས་མ་གཏོགས་གི་མེད་གི་ད་ཡིག་གཟུགས་འདི་ཡང་བརྒྱུད་ནས་བསྐྱངས་ཡོད་དུས་ཚོད་རང་དབང་དུ་མ་བཞག་ན་ན་ཅིག་ཉིན་ཁ་ཤས་དང་ཟླ་བ་ཁ་ཤས་ཀྱི་ཤུལ་བཞག་རྒྱུ་དུ་མ་ཟ་མ་རེད་དུ་མ་ཡིན་ན་རང་རང་གི་འབའ་འབོག་བྱེད་ཐུབ་ནས་ན་གཙོ་བྱས་དག་ད་ང་རང་གི་དེབ་ཤོག་ཁ་ཅིག་སྡུག་རུས་འདྲ་འདྲ་བརྒྱུད་ན་ཆོག་གོ་ད་ར་ལ་འདྲ་འདྲ་ཡིན།

དེ་ནས་ཟླ་གཅིག་ཡིག་གཟུགས་ཀྱི་སྙུག་རིམ་འགྲོ་སྟངས་དེ་མ་ཡིན་པའི་དག་མཆོད་ནས་དགེ་རྒན་གྱི་དག་མ་སྔགས་ཆ་ཚང་ཟིག་ངོ་མ་རང་གི་དག་ཕྱིར་འདང་རྒྱབ་ནས་ན་ཅིག་བཞེས་བསྡད་འདུག་ཁྱེད་རང་འདྲ་ཟེར་དགེ་རྒན་གྱི་མ་སྔགས་ཆ་ཚང་རང་གི་ཤེས་ཡོན་ནས་ལོན་ཡོང་ནས་དུ་མ་ཡིན། སྡེར་ནང་ས་བྲིས་ཀྱི་བྲིས་པ་ཆེན་པོ་ཁྲ་བེ་ཁྲག་དང་ཚེ་འདིར་བླ་སློབ་ཀྱི་འབྲེལ་བ་བྱུང་བ་ནི་ཁོའི་སྔོན་བསགས་ཀྱི་ལས་དང་བསོད་ནམས་ཀྱི་བསྟོད་ལས་བྱུང་བ་ཞིག་ཡིན་ལ། ད་ལྟ་ཁོ་རང་སྡེར་ནང་ས་བྲིས་ཀྱི་རྒྱལ་ཁབ་རིམ་པའི་རྒྱུན་འཛིན་པར་གྱུར་བ་ནི། དམ་པ་གང་གི་བླ་ན་མ་མཆིས་པའི་བཀའ་དྲིན་ཅི་ལ་སྨིན། དམ་པ་འདི་ཡིས་ཁོ་ལ་བཀྲས་གཟིགས་འདི་ཤེས་བྱ་མ་ལུས་བུམ་པ་གང་ཞིག་ཚུལ་དུ་བསྩལ་བས་ཁོ་ལ་མཚོན་ནའང། ཡུན་ཐུང་གི་མི་ཚེ་འདིར་བཀྲས་གཟིགས་འདི་མི་ཉམས་བར་རྒྱུན་འཛིན་དང་དར་སྤེལ་གཏོང་རྒྱུ་ནི་ཕྲག་ཏུ་བབ་པའི་འོས་འགན་ཞིག་ཏུ་བསྒོམས་ཡོད། དེ་ནས་ང་བྲུ་རིགས་རྒྱང་ནས་སྐབས་སུ་ང་ལོ་ཉི་ཤུ་རྩ་གཉིས་ད་ལྟ་བ་རིག་ན་ལོ་ལྔ་བཅུ་ཐམ་པ་འོ་དུ་མ་ཟེར་དེ་ན་ད་ལོ་ཉི་ཤུ་རྩ་བརྒྱད་དགུ་དུ་འགོར་ནས་འོ་དེ་མོ་ཟེ་རེད།
ཉིས་སྟོང་དགུ་ལོར་སངས་གིས་དར་གྱིས་ཁོ་རང་གི་དགོན་པ་དང་བྲལ་ཏེ་མགོ་ལོག་མཁར་ཐོག་ཏུ་ཡོང་ཞིང། གོང་རིམ་སྲིད་གཞུང་གི་ཐུགས་ཁུར་དང་རྒྱབ་སྐྱོར་ལ་བརྟེན་ནས་ཁོས་སྡེར་ནང་ས་བྲིས་ཞེས་པའི་བྲིས་གཟུགས་འདི་གནས་འདིའི་སློབ་གྲྭ་ཁག་ཅིག་ནས་དར་སྤེལ་ཁྱབ་གདལ་གཏོང་བའི་ལས་ལ་སླེབས་བཞིན་སློབ་མ་མང་པོ་བསྐྱོང་འགོ་བརྩམས། ཉིས་སྟོང་དགུ་དགུ་ལོར་ང་འདིའི་མགོ་ལོག་མཁར་ཐོག་ལ་བཏོན། ཉིས་སྟོང་དགུ་ལོ་ནས་མགོ་ལོག་མཁར་དགེ་ཐོན་སློབ་གྲྭ་དེ་དང་དེ་ནས་རྨ་ཆེན་སློབ་འབྲིང་གཉིས་པ་དེ་ནས་མགོ་ལོག་སྟབས་གྲགས་སློབ་གྲྭ་དེ་ནས་ལག་རྩེར་སློབ་གྲྭ་འོ་ད་ཁིར་ཐོག་གི་སློབ་གྲྭ་དེ་སྐོར་ཞིག་དྲན་ནི་རེད་འོ་ད་དུ་མི་ཡི་དེ་གཟི་ཁྲིད་ད་ཞོར་དུ་ཡང་ཕྱོགས་ཡོངས་ནས་ཡོང་ནི་འདྲ་ད་དུ་མི་ལ་སོགས་ཡོང་ན་ད་སློབ་མ་སྟོང་གསུམ་ལ་ཧར་གྱི་ཉེ་བ་ཟི་ད་རྐྱང་རྫི་ན་ཆོག་གི་དུ་མ་དེར་རྩོབ་དཀའ་ཡོད་པ་གྱི་རེད། གང་ལྟར།
ཁོའི་དྲི་མེད་རྣམ་དག་གི་བློ་སེམས་དཀར་པོ་དེ་དང་སྡུར་ནང་ས་བཀྲའི་རྒྱུན་འཛིན་ཐད་ལ་བཏོན་པའི་ནུས་པར་གོང་རིམ་སྡེ་ཁག་ནས་ཀྱང་ཁས་ལེན་ཐོབ་སྟེ། ཉིས་སྟོང་བཅུ་གཅིག་ལོར། ཁོ་རང་བཀྲས་གཟིགས་འདི་རྒྱལ་ཁབ་རིམ་པའི་འཕྲིན་ཚན་པར་བདམས་ཤིང། ཁོས་ཀྱང་གོང་རིམ་སྲིད་གཞུང་གི་རོགས་སྐྱོར་དང་གཟིགས་སྐྱོང་ཡེ་ནས་མ་དོར་བར། སྔར་བཞིན་སྡུར་ནང་ས་བཀྲའི་རྒྱུན་འཛིན་ཐད་ལ་འབད་པ་བྱེད་བཞིན་ཡོད། མདོར་ན་བོད་ཀྱི་ཡུལ་རྒྱུན་གྱི་ཕྱག་སྲོལ་བཟང་བོ་འདི་བརྟག་ཆ་ཆད་པའི་གཙང་པ་ལྟར་གྱུར་ནས་འབྲི་མཁན་ཉུང་བའི་སྐབས་འདིར། གྲོས་གཟིགས་འདི་ཉིད་མི་རིགས་ཀྱི་ཁྱད་ནོར་ཞིག་ལ་བརྩིས་ནས། ཁུངས་དང་འཁྲབ་རྒྱུན་མི་ཉམས་པར་མི་རབས་རྗེས་མར་བརྒྱུད་སྤྲོད་བྱ་རྒྱུ་ནི་གནད་ཀྱི་དམ་པ་ཞིག་ཡིན་པས། བསྡུར་ན་དགོན་པར་ཡོད་པའི་ཡིག་གྲྭའི་རྒྱུན་འཛིན་མཁན་དང།